ལོ་བཅུ་བཅོ་ལྔ་དེ་འདྲ་ཞིག་ནས་ཁོས་རྒྱལ་པོ་རྒྱག་གི་ཡོད་ད་དོ་དོ་ཞེས་པ་ཡིན། དེ་འདྲ་ཁོས་འོད་ཁྲིར་རྒྱལ་པོ་རྒྱག་ནས་ཁོས་འགྲོ་ཡག་ག་དེ་འདྲ་ལམ་ཁ་བཟོས་ནས་འགྲོ་གི་ཡོད་རེད། དེ་མིན་ལ་འོད་ཁྲི་གཡག་ག་རེད་བ། ད་འོད་ཁྲི་དུལ་བ་ཡིན་པ་ཡིན་ན་སོ་སོ་མ་གཞན་པ་གཡག་ཡོང་བཅུག་གི་ཡོད་མ་རེད།

ཚུལ་སུ་དང་ཐ་མ་བར་བསྐྱར་བཅོས་བྱས་པ་དེ་འདྲ་བོ་ནི་ཚེ་བའི་བུ་རུ་ཚོགས་པ་ཁག་ཅིག་ནང་ལུགས་འདི་གར་ཡོང་གི་འདུག་བུ་རུ་ཚོགས་པ་གི་ཚོགས་གཙོ་དང་ཚོགས་གཞོན་དེ་ཚོས་ཁྱི་བ་ཡིན་ན་དེ་བཞུགས་ལ་དེང་ཡོར་བ་ཡིན་ནའང་དགོན་པ་མི་ཤི་ཉོ་གི་མུ་མཐུད་དུ་བསྡད་ཀྱི་འདུག་དེ་ཚོ་ཚང་མ་གཅིག་སྡུད་རང་ལས་པ་གི་བསམ་བློ་ཡོང་མཁན་དེ་འདྲ་རེད། ད་མ་འོངས་བར་དེ་ཚོའི་རིགས་དེ་ཚོས་སྲིད་སྐྱོང་དེ་འདྲ་ཁྱི་བ་ཡིན་ན་དེ་ནས

ཐབས་ཤེས། དུ་བ་ག་རེ་དྲན་དགོས་ན་དྲན་ནས་ངོ་ཚ་ལ་མི་འཛེམ་ནས་ག་རེ་བྱེད་དགོས་ན་བྱེད་དགོས་ཏོ། དེ་འདྲ་ཡིན་པ་སོང་ཙང་མིའི་ནང་ནས་གི་གོ་མི་ཡག་ག་ཡོད་རེད་སྡུག་ག་ཡོད་རེད་མི་སྡུག་བ་དེ་ང་ཚོས་ལི་ལྷ་བོ་ཧ་གོ་བའི་ཀ་ལི་ཁ་པོ་རེད། དེ་འདྲ་ཡིན་པའི་རྒྱུ་མཚན་ལ་ལྟ་ནས་གི་ལག་པ་ལ་འོང་ཆས་དང་རྐུབ་ལྕག་དེ་མ་རག་པ་ཡིན་ན། ཡང་མེད་ན་བ་འགྱུར་མ་རག་པ་ཡིན་ན། མི་བསད་དེ།

གཅིག་བདེ་ལ་ལས་པར་བ་ཤོས་སུ་དང་རུ་སོང་བ་ཤོས་སུ། ཁོ་རང་ལ་ཁེ་ཕན་ར་ཆེད་དུ། འགྱེལ་བ་དང་ཡང་རེ་མ་བྱེད་ཅེས་བཏང་བ། བཅའ་ཁྲིམས་ཁོ་རང་ནང་ལུགས་ནས་ཡོད་པ་བ་ཀ་ང་དང་སེ་དང་པོ་མི་མང་གི་ཆེད་དུ། བཅའ་ཁྲིམས་ལའང་འགྱེལ་བ་བཏང་ཡོད་པ་བསམ་བློ་དེ་མི་འདུག་བ། སྤེན་པ་སེར་ནག་འདྲ་གི་འདུག་ཁོ་རང་རྒྱབ་སྐྱོར་བ་དར་ནག་ཚོགས་པ་དེ་ཚོ་ཡིན་པ་ཡིན་ན་འདྲ་གི་འདུག་ད་དར་དམར་ཚོགས་པ་ཐུབ་བསྟན་ཐོབ་མཁན་དེ་ཚོས་དར་དམར་ཚོགས་པ་དང་དར་ནག་འདྲེས་ཆོག་དེ་འདྲ་རེད་འདུག་དེ་ཚོ་ཡིན་ན་འདྲ་གི་འདུག་ད་ཁོ་ཚོས་དར་ནག་དར་ནག་ལོ་སྟོན་པ་དེ་འདྲ་རེད། ཁོ་ཚོས་སྐད་ཆ་བཤད་སྟངས་དེ་ཚོས་ལྟ་བ། བཅད་ཁྲིམས་ནང་ལོགས་ནས་ཀྱི་ཁྲིམས་ཞིབ་པ་ཡག་ཡོང་བའི་གི་ཆ་རྐྱེན་དེ་ཚོས་ཉུང་བར་གཏོང་དགོས་འདུག་ཆ་རྐྱེན་དེ་ཁོ་རང་ཚོས་ཐུམ་པ་གི་མི་གཅིག་ཡོང་བ་བྱས་ཏེ་གི་ཁོ་རང་ཚོས་འགྱེལ་བ་གཏང་སྲིད་ཀྱི་ཡོད་རེད་པ། གཏི་སྲིད་ཀྱི་ཡོད་རེད་མ་གཞི་ཏང་ཨུའི་གི་དམ་བཅའ

ཟམ་གདོང་རིན་པོ་ཆེ་གི་བཅའ་ཁྲིམས་དཔྱད་བརྗོད་བཤད་པའི་སྐབས་སུ། ཆབ་སྲིད་ཀྱི་བསམ་བློ་ནག་པོ་ཞུགས་ཀྱི་ཁུལ་ནས། ཁོ་རང་གི་ལས་ཀ་ལས་བཞིན་པ་དེའི་མཇུག་འབྲས་ངན་པ་དེ་ལ་བརྟེན་ནས་ཡོང་གི་ཡོད་རེད་བ། ཡིན་པ་ཡིན་ན་བ་ད་ལྟ་ཡིན་པ་ཡིན་ན་བ་སྤེན་པ་ཚེ་རིང་དང་ཟམ་གདོང་རིན་པོ་ཆེ་དེ་ཚོས། བཅའ་ཁྲིམས་ནོར་ལུག་ནི་གི་གི་ཀ་ང་ཁྲིད་ས་གི་དམ་བཅའ་ཕུལ་ས་དེ་ལ་འགྱེལ་བ་གཏོང་ཡག་གི་རྩ་བ་ཉིད་ནས་འདུག་པ་མི་འདུག།

དམ་བཅའ་ཕུལ་ཡང་དེ་བཟོས་པ་ཡིན་ན། དེ་ནི་ག་ང་སེ་ཡོད་མ་རེད། དེ་ནི་ཁྲིམས་ཀྱི་པ་ལགས་ཡིན་གྱི་མི་གཉིས་ཡོད་ཚེ་དབང་དང་ཨུ་ཚིགས་སྒོ་ནས་གི་གི་དམ་བཅའ་ཕུལ་དགོས་ཡ་ཡོད་མ་རེད། གང་ཡིན་ཟེར་པ་ནི་ང་ཚོས་མང་གཙོ་ཟེར་ཡ་དེ་ཁྲིམས་ཀྱི་པ་འུས་སུ་བཞག་པ་གི་མང་གཙོ་མ་རེད་པ། མང་གཙོ་ཟེར་བ་དེ་སྤྱི་བཏང་བ་འཛམ་གླིང་ཨ་རའི་ནང་འདྲ་གི་འདུག་དབྱིན་ཇིའི་ནང་འདྲ་གི་འདུག། བཙོན་ཟུར་སྲིད་འཛིན་ལམ་ལུགས་ནང་འདྲ་གི་འདུག་གྲོས་ཚོགས་ལམ་ལུགས་ནང་འདྲ་གི་འདུག་མང་གཙོ་གི་བརྩེ་བ་དེ། ཀྲུང་ཚུ་ཙུའུ། གཞི་ལ་བཞག་པ་གོ་མ་ཚོ་རེད། ཨ་རིའི་ནང་འདྲ་གི་འདུག་དབྱིན་ཇིའི་ནང་འདྲ་གི་འདུག་ཨ་རི་སྤྱི་དྲང་བ་སྲིད་འཛིན་ལམ་དུ་ཟེར་གི་ཡོད་རེད་ཡིན་པ་ཡིན་ནའོ་ཐ་དྲིས་པ་ཡིན་ན། ཨ་རིའི་གཞུང་གི་དབང་ཆ་གི་ལྟེ་བ་དེ་ཀྲུང་ཚུའུ་ལག་པ་ནས་ཡོད་རེད། ཨ་རིའི་སྲིད་འཛིན་མ་ནེའུ་གཏོང་དགོས་པ་ཡིན་ནའོ་ཀྲུང་ཚུའུ་གི་གཏོང་ཐུབ་ཀྱི་ཡོད་རེད་དྲིན་ཆུ་པ། ཡིན་དང་འདྲ་གི་འདུག་དེ་ཚོ་ཚང་མ་ཉེས་ངོ་བཏང་དགོས་བ་ཡིན་ནའོ། ད་ནི། དྲུང་ཆུ་གི་གཏམ་དེ་གི་ཡོག་རེད་དམ། དེ་ཙམ་ཟེར་མ་ཟེར་རི་སྟོང་བ། ངེད་སྟོང། ཆེ་རིགས་ཆེ་བ་མང་པོ་ཞུགས་ཀྱིས། དྲུང་ཆུ་གི་ཐག་གཅོད་ཡོང་གི་ཡོག་རེད། ཐ་ན་ཨ་རིའི་གསང་བ་ལས་ཁུང་ཡང་དྲུང་ཆུ་གི་དབང་བྱས་ཏེ་བཤད་དུ་ཡོག་རེད། དེ་འདྲ་གི་ནུས་བ་ཆེན་པོ་རེད། དྲུང་ཆུ་དེ་མི་མང་བོ་ཁ་ཐུག་གི་དམ་འཇོག་ཀུན་ཚབ་རེད་བ།

ལན་འདེབས་ཀྱི་ཡོད་རེད། འཆར་གཞི་སྒྲིག་གི་ཡོད་རེད། མི་མང་མགོ་སྐོར་གཏོང་གི་ཡོད་རེད། མི་མང་མུ་མཐུད་དུ་ལུས་ཀྱི་ནས་ཞག་ཡག་གི་རྩིས་རྒྱག་གི་ཡོད་རེད། དེ་ནོར་དུ་ཡོད་རེད། སྤྱི་སྟངས་ངོས་འདིའི་བསམ་བློ་གི་ལྟ་བ་དེ་ག་བ་ཤོང་འདོད་སྲིད་པ་ཡིན་ན་ངེད་མ་གི་བུ་ལྟ་བུ་སྐུ་དྲག་མ་དྲག་གི་བསམ་བློ་དེའི་ལྟ་བ་དེ་རེད་འདུག།

དེའི་ནང་དུ་ནི་ཡོད་པ་གི་ད་བོ་ཧེ་མེ་ཡ་དང་སང་བ་ཆེ་ཀི་རི་པ་པི་ལི་ཀ། དེ་ཚོ་ཨོ་སི་ཀྲི་ཡ་གི་ཧིན་གྷ་རི་གི་གོང་མའི་རྒྱལ་ཁབ་ནང་དུ་ནི་གི་གི་བཟོ་ལས་ཀི་རྒྱལ་ཁབ་དེ་རེད་འདུག་དེ་ནི་ཨོ་སི་ཀྲི་ཡ་ཡར་རྒྱས་འགྲོ་ཡོད་རེད། ཡིན་པ་ཡིན་ནའང་ཧིན་གྷ་རི་བཟོ་ལས་ཤུགས་ཆེན་པོ་ཡར་རྒྱས་འགྲོ་ཡོད་མ་རེད། རྒྱལ་ཁབ་དེ་ཡར་རྒྱས་མི་འགྲོ་དགོས་པ་རྒྱུ་མཚན་གང་བ་ཐུག་དུ་ཡོད་ཅེ་ན། ཧིན་སྒོར་རིགས་ཀྱི་བང་འཛིན་པ་སྐུ་དྲག་མི་དྲག་དེ་ཚོས་ཧིན་སྒོར་རིགས་ལ་དེང་རབས་ཀྱི་བཟོ་རྩལ་གྱི་རིག་གནས་དེ་ལྷུག་གཅིག་ཡ་གཅིག་དྲག་མི་འདུག་ཟེར། ལྷུག་གཅིག་པ་ཡིན་ན་མི་ང་ཚོ་ལ་པར་ནས་བང་ཆ་ཤོར་འགྲོ་གི་འདུག་དེ་འདྲ་ཡིན་པ་སོང་ཙང་མུ་མཐུད་དུ་གཞན་ལེན་དར་སྤེལ་གཏོང་ན་གཞན་ལེན། གཞན་མོ་ཡ་བྱས་པ་གཞན་འདེབས་ཡ་དེ་དར་སྤེལ་གཏོང་ན་ཡག་པོ་འདུག་ཟེར་ནས་བསྐུལ་བ་བྱ་གཞི་དེ་བསྒྲུབས་ཐོག

དེ་ནས་དེ་རྣམས་ཀྱི་རིགས་ནི་སྦྱངས་པ་ཡིན་ན་གོ་ཐོས་སུ་འགྲོ་རེད་གོ་ཐོས་སུ་བྱས་པ་ཡིན་ན་ཁོ་རང་ཚོའི་དབུ་ནས་ཀྱི་བསྡད་ཀྱི་ཡོད་མ་རེད་དེ་ཁོ་རང་ཚོ་ཧ་གོ་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་ལ་དེ་ནས་ཀྱི་བོད་པ་ལ་དེང་རབས་ཀྱི་ལག་ཆ་དང་དེང་རབས་ཀྱི་རིགས་མི་ལབ་ཡོད་མ་རེད། དེ་ཀྱི་ང་ཚོ་ལ་དཀའ་ངལ་འཕྲད་ནས་ཀྱི་བ་ད་འདྲ།

ཁོ་རང་ཚོས་སྐུ་དྲག་མི་དྲག་དེ་ཚོས་གང་ཚུགས་ནས་ཁོ་རང་ཚོའི་མི་མང་ལ་ལབ་ཡོད་བ་མ་རེད། དེ་འདྲ་ཡིན་པ་སོང་ཙང་དེང་སང་ཡིན་པ་ཡིན་ན་ཧིན་གྷ་རི་ཀྱི་ཏང་བ་གཞན་ལས་དེ་ཚོའི་དབུ་པེ་ཡག་པོ་ཡོད་རེད་མ་གཞི་གཟུགས་ལས་ལག་རྩལ་དང་ཡོད་བ་མ་རེད། མ་གཞི་ཧིན་གྷ་རི་ཡིན་པ་ཡིན་ན་དཔེ་དེ་འཁྲུག་པ་ཅན་ལ་དཔེ་རྒྱག་ཁྱི་བོ་དང།